ང་ད་ལྟ་ཡོད་ས་ནི་ཤར་མི་ཉག་ཕྱོགས་ཀྱི་ཨམ་ཉེར་རྨ་ཆེན་གྱི་དཀྲིས་ཀྱི་ཡར་སྐྱེར་ཏེ་བཞག་ར་ལྷ་རྩེ་ཆེན་མོ་དང་ལྷ་སྒང་རྩྭ་ཐང་ཆེན་མོ་བཞིའི་མཚན་གྱི་མཉམ་པ་སྤྲེལ་རྩིས་ནག་ཡོད་པའི་གནས་མཆོག་འདི་གནམ་ས་གནས་ཚང་གི་གཞི་བདག་ཆེན་མོ་ནོར་བང་རྒྱལ་དང་མཉམ་དུ་ཡོད། ནོར་བང་རྒྱལ་ཁྱོད་བདེ་མོ། ཁྱོད་བདེ་མོ་བཀྲ་ཤིས་བདེ་ལགས། ལགས་སོ། འདི་ན་ཁྱོད་རང་ཉིད་ཐོག་མར་དངུལ་ཁྲི་བརྩིགས་ན། ཐུགས་ཚང་མ་བཀྲ་ཤིས་བདེ་ལགས་དེ་ནས་ད་ངའི་མིང་ལ་ཡིན་ན་ནོར་བུ་དབང་རྒྱལ་ཟེར་ད་རྒྱུན་གྱི་ན་ནོར་བུ་ཟེར་བ་ནི་རེད་ཐུགས་ང་ཡིན་ན་ད་འདི་ལྷ་སྒང་གི་བཞག་གྲྭ་ལྷ་རྩེ་འདིའི་མདང་གི་འབྲོག་སྡེ་དཀྱུས་མ་ཟི་ནས་འཚར་ལོངས་བྱུང་ནི་རེད་ཆུང་ནས་ད་བར་དུ་གུ་ད་བར་དུ་ཡིན་ན་ད་ཅིག་རིག་གནས་ཡུལ་སྐོར་ད་གུ་ཅིག་གནས་ཚང་ཟི་རྒྱུ་དུས་མིག་གི་བྱ་བ་ཚང་གཉེར་ཡིན་ནི་ཕར་ཆུ་ལོག་ཆུ་ཉེས་བྱས་འདྲ་ཟིན་གོར་སི་དེ་མོ་ཟི་རེད། ལགས་སོ་ལགས་སོ།
ཨ་རེ་ད་ཁྱེད་རང་ཡིན་ན་ལོ་གང་མང་ཟིག་གི་རིང་ཨ། ལྷག་པར་འདི་འདི་གནས་ཚང་རིག་གནས་འདི་དུ་ནས་ས་ཕྱོགས་མང་པོ་དང། ཡུལ་ལུང་མང་པོ་ཟིག་ལ་སོང་དུ་ཐ་ནོ་ཡིན་སྐབས་རེ་དཀའ་ཚེགས་མ་འཛིན་པར་འདི་ལ་སློབ་སྦྱོང་དང་འདི་ལ་རྒྱུས་ལོན་ཞིབ་འཇུག་མང་པོ་བྱེད་མྱོང་ནི་རེད། དེ་ཡིན་ཚོགས་ན་འདིའི་རྒྱུད་རིམ་གི་ཉམས་མྱོང་འདི་ཁྱོད་རྣམ་པ་ཚོས་ངོ་སྤྲོད་ཚད་ཐུང་ཐུང་ཟིག་ན།
རེད་ད། ང་རང་རྒན་གྲི་ཟིན་ན་སྤྱིར་ཀི་འབྲོག་ཤ་འབྲོག་སྐྱིན་གི་ཉི་མ་ན་ཡིན་ན། ད་ཟོག་འཚོ་ཉིར་ཡིན་ནི་མ་ཚད་ཀི་དི་གི་ཨི་ནི་སློབ་གྲྭ་ཁྱིམ་གྲོང་ཚོ་སོང་དི་གི་ཤི་སོ་ཡིན་ཨི་ནི་གོ་སྐབས་གང་མང་ལ་བརྟེན་བྱས་ནས་ཨ་དི་གི་ཅིག་ཡིན་ནི། དེ་ནས་བདེ་ཆེན་བོད་རིགས་རང་སྐྱོང་ཁུལ་འགྲིམ་རི་ད་ལྟའི་སྐབས་སུ་བོད་ཀི་ས་ཆ་ཡིན་ན།

རྒྱ་དེ་འདྲ་མང་པོ་ཅིག་འོག་གི་ས་ཆ་མང་པོ་ལ་འཁྲིད་འགྲོ་སྐབས་སུ་ཡིན་ན་ད་དེའི་སྐབས་སུ་ཕྱིར་ཟེར་ན་ཉིན་མང་པོ་ད་ཕྱི་གི་ཉིན་མང་པོ་ཅིག་འོག་གི་ས་ཆ་ལ་ཐོན་ཡོང་འོག་གི་རིག་གནས་ནང་ལ་ཐོན་ཡོང་དེ་ད་ཁ་ཚོ་ལ་དྲི་བ་མང་པོ་ཅིག་ཡིན་གོ་རེད། ལགས་སོ་ལགས་སོ། ད་དཔེ་ཆ་ཐ་ན་ཁང་པ་འགོག་གི་དར་ལྕོག་དཀར་པོ་ཡིན་ན་དམར་པོ་ཡིན་ན་དེ་འདྲ་ལ་ཡིན་ན་དྲི་བ་ཡིན་གི་ཡོད་རེད། འོ་ལགས་སོ་དེ་ལ་ཁྱོད་ཚོས་ནང་དོན་ག་ཡོད་ཡོད་རེད་མ་གཞི། ནང་དོན་ཨ་ད་དེ་ཡོང་དེ་ང་རང། བོད་པ་གི་ས་སྐྱིད་རྡོ་སྐྱིད་གི་མྱི་ཅིག་ཡིན་ཏེ། ཐ་ན་ཅིག་ང་ཚོ་ཅིག་དེ་འདྲ་གི་དབྱེ་བ་འགྲོ་དེ་ཤེས་ཀྱི་རག་གི་ཡོད་མ་རེད། ལགས་སོ་ལགས་སོ། ད་དེ་འདྲ་གི་ཅིག་དྲི་བ་མང་པོ་དྲི་བ་མང་པོ་ད་འདི་ཕྱི་རེད་འདི་ཕྱི་རེད་ཨོ། འདི་སྒོ་ག་རེ་ཅིག་ནི་ཤར་ལ་བསྐོར་དགོས་རེད་འདི་ནུབ་ལ་བསྐོར་དགོས་རེད་འདི་ག་རེ་ཅིག་ནི་དཀར་པོ་རེད་འདི་ག་རེ་ཅིག་ནི་ནག་པོ་རེད་ཟེར་ནས་ཡོང་སྟེ། ད་རུང་ལ་ཨ་ནི་རོང་བོ་པ་ཅིག་ཡིན་པ་དང་ཨ་ནི་ས་སྐྱིད་རྡོ་སྐྱིད་ཀྱི་མི་ཅིག་ཡིན་ཏེ་བྲོ་བ་མང་པོ་ཅིག་ཡོད་དེ། དེ་ཡང་སྐྱིར་སྔོན་མ་ང་ཅིག་སློབ་གྲྭ་ཆེ་འབྲོང་མང་པོ་འགྲིམས་མྱོང་རེད་ད། ད་དེ་མ་ཟིག་གི། ད་དེའི་སྐབས་སུ་ཅིག་ཟླ་འཕྲུལ་འདི་འདྲ་དར་ཡོད་མ་རེད། རེད་རེད་རེད། དེ་ནས་ཅིག་ཁ་པར་རྒྱབ་ན་དགའ་ཨ་ཅིག་བླ་མ་ལ་བྲིས་ན་དགའ་དགེ་རྒན་ལ་བྲིས་ན་ཡང་སྐྱིར་ཤི་ལ་འཁོར་བྱས་ནས་མི་ཚོགས་གི་ད་རེས་ཅིག་ཕྱི་ཚུལ་གྱི་བསམ་བློ་དང་མི་ཚོགས་ཀྱི་ཅིག་མཐོང་སྣང་གི་ལ་བརྟེན་བྱས་ནས་རང་གི་རིག་གནས་ལ་ཡང་བསྐྱར་ཞལ་གྱེས་ཅིག་ལེན་དགོས་ཅིག་སློབ་སྦྱོང་ཅིག་ལེན་དགོས་ཅིག་ང་དེ་འདྲ་གི་ཅིག་གནོན་ཤུགས་ཟེར་ན་མི་འདུག་དེ་འདྲ་ཅིག་ཡོང་མྱོང་ཡོད་ན་དེ་ངས་ད་མི་ཚེའི་ནང་གི་ཅིག་ད་ལས་ཀ་ད་ལྟ་ཚང་མ་ལས་རྒྱུ་གི་ཅིག་ད་གཙོ་བོ་ཤུགས་རྐྱེན་ཅིག་རེད་དེ་ཅིག་དེ་འོ་ད་ང་རང་གི་རིག་གནས་ལ་ང་རང་ལ་ད་རུང་ཆ་རྒྱུས་ཅིག་མི་འདུག་ག་ཟེར་ང་རང་དེ་རིག་གནས་ནང་ལ་ཡོད་པ་རེད་མ་གཏོགས་སོ་ཁྱེར་བ་ང་རང་གི་རིག་གནས་དེ་ལ་ནི་ཧ་གོ་མི་འདུག་ས་སོགས་པའི་ཚོར་ར་ཡོད། དེ་འདི་སློབ་སྦྱོང་གྱིས་དེའི་སྐོར་ལ་ཅིག་དཔེ་ཀློག་གྱིས་ད་རྒྱ་བོད་ཅིག་ཡིན་རྗེས་ན་དེ་ཚོ་ཤེས་གི་ཡོད་རེད་ད་ཚོ་ཚང་མ་ལ་ལྟ་བྱས་ནས་ད་མི་ལ་དྲི་བ་ཅིག་ལན་ཅིག་རྒྱབ་ཐུབ་དགོས་ན་ལན་ཏག་ཏག་རྒྱག་གི་ཡོད་རེད་ད་མ་ཤེས་ན་ངས་ཤེས་གི་མེད་ཟེར་བར་ད་དེའི་སྐབས་སུ་ཡག་ཤོས་དེ་ང་ཚོ་དེའི་སྐབས་སུ་ང་ཚོ་ལ་ཅིག

དྲི་བ་གི་ལན་དུ་འདི་འདྲ་རེ་བྱ། དེའི་རྒྱུ་མཚན་འདི་འདྲ་རེད། དེ་འདྲ་འདྲ་གི་བསམ་བློ་གནང་ནས་ང་རང་གི་རིག་གནས་ལ་ཆ་རྒྱུས་བཅད་གཟབ་བཅད་གཟབ་འགྲོ་དུས་ང་རང་ཚོ་བོད་ཀྱི་རིག་གནས་དེ་ཧ་ལས་པ་རེད་ཕུན་སུམ་ཚོགས་པ་རེད་དེ་མ་ཡིན་པ་གི་རང་ཁ་རང་གསོ་དེ་ཐུབ་ས་རེད་བསམ་བསམ་བསམ་བློ་འདྲ་གཅིག་སྐྱེས། སྟོབས་ཤུགས་འདྲ་འདྲ་སྙིང་སྟོབས་འདྲ་ཟེར། སྙིང་སྟོབས་འདྲ་གཅིག་རྙེད་དེ། རྙེད་ནས་རྗེས་མ་ང་ཨ་ནེ་དང་ཡུལ་སྐོར་གནས་བཞིན་པ་གྱིས་དེའི་རྗེས་ངས་ན་ད་ང་ཚོ་ཡིན་ན་རྒྱར་ཐོན་གི་ད་ཡུལ་སྐོར་གི་རིག་གནས་གི་ཅིག་འགྲོ་གཏོང་འགྲོ་དེ་ཚང་མ་དེ་ཞིག་ཡོད་རེད་ད་རྗེས་མ་ཡིན་ན་ཅིག་ད་དེའི་ནང་ལ་ང་རང་ཅིག་ད་རོ་ཧ་ལས་བ་གི་ཅིག་ཆ་རྒྱུས་མེད་དེ་དེ་ནི་ང་ཚོ་གི་རྒན་བལ་མ་རྡོ་རྗེ་ཡོད་བ་ད་སྲོང་བཙན་སྒྲོན་གོང་གི་དེའི་ནང་ལ་ཐོག་མ་གི་ཚོ་གི་ད་རེ་ཁེ་ལི་དེ་གསར་བ་བརྩིགས་ཡོང་དེ་བར་ཅིག་ད་ལོ་ཉིན་ཞིག་འདྲ་ཅིག་སྔོན་རེད་ང་དེ་དེའི་ནང་ལ་ཞིག་རེད་དེའི་ནང་ལ་ཞིག་ཅིག་ནས་ཨ་ནེ་གི་ཚོ་གི་མཉམ་དུ་སློབ་སྦྱོང་ཅིག་ད་འོ་ད། འབྲིང་ཁོང་ལབ་ན་གནས་ཚང་ལབ་ན་དེ་གི་དོན་གཉེར་ཏེ། གཅིག་ཕྱི་ནང་བར་གསུམ་དུ་ཕྱི་འབྲེལ་རིགས་ལ་ད་གཅིག་ལོ་ཁ་ཤས་སློབ་སྦྱོང་བྱས་པ་མ་ཟད་ཁོ་རང་ཚོ་གི་དེའི་ནང་ལ་འདིར་འཛུལ་བཞུགས་བྱས་ནས་ངའི་ལས་ཀ་དེ་ཧུར་ཐག་པར་ཐག་བྱས་ནས་རེད་རེད་ད་རེད། གཅིག་དངོས་གནས་དྲང་ནས་ང་ལ་སྒོར་མོ་སུམ་སྟོང་ཡོད་ན་སུམ་སྟོང་གཅིག་ཚད་ཅིག་མ་ཡིན་པ་ངས་ང་རང་སོང་ལ་ག་ཡོད་ན་གཅིག་ཚང་མ་གཅིག་དེ་ལ་གཅིག

ནང་གི་རིག་གནས་ཕུན་སུམ་ཚོགས་པ། དེ་འབྲོག་པ་གི་འཚོ་བ་ཡིན་ན་འདྲ་རང་པ་གི་འཚོ་བ་ཡིན་ན་འདྲ་ད་རིག་གནས་ཀྱི་སྐྱེ་ཁམས་ཕུན་སུམ་ཚོགས་པ་རེད། ད་དེ་ང་ཚོ་བོད་ཀྱི་ཧྲན་ཐའི་ཟེར་ག་དེ་དེ་ལ་ཆགས་འཇིག་མ་སོང་བ་དེ་འདྲ་ཡིན་ཏེ། ཡིན་ན་ནི་ང་ཚོ་ཡུལ་སྐོར་ཁྲིད་ནས་ཡོང་ནའི་འདྲ་ང་རང་ཚོ་ཡོང་ནའི་འདྲ་ནམ་ཡང་ལྟ་ཡོང་དུས་ད་ང་རང་ཚོ་ཕ་ཡུལ་ལ། ཅིག་ཡུལ་སྐོར་དེ་ཚད་ལྡན་གྱི་སྒོ་ནས་ཅིག། ཡག་པོ་ཅིག་སྣེ་ལེན་བྱེད་ཐུབ་ས་གི་ས་ཆ་མེད་དེ་ད་ལོ་བར་གྱི་བྱོས་གི་སྔོན་ལ་ད་ངའི་རོགས་པ་ཁ་ཤས་དང་མཉམ་དུ་ཐེངས་དང་པོ་དེ་མི་ཉག་ར་ང་ཁ་ལ་ནས་རྒྱ་ལམ་གཞུང་ལམ་གསུམ་གསུམ་བཅུ་བརྒྱད་གི་ས་ཆ་དེ་ལ་བརྒྱུད་དུ་གངས་སྐར་རྫོང་དེ་ནས་གངས་སྐར་རྫོང་དེ་ཐོག་མ་ཐེངས་དང་པོར་ད་དེ་ངའི་མི་ཚེ་གི་ལུས་སྟོད་གི་ཐེངས་དང་པོ་རེད་ངས་ང་གི་སློབ་གྲོགས་གྲོགས་པོ་ཁ་ཡ་ན་ད་ང་ཚོ་འདུག་མ་གཞི་གི

ཡག་པོ་འདྲ་ཆ་བར་ད་དཔེ་སྟོན་འགྲོ་དངོས་གནས་ཟེར་ནས་ཅིག་ང་ཚོ་ཅིག་བརྒྱུད་ཐོག་ལ་རྒྱབ་ཅིག་ནས་ཅིག་མ་འདྲ་བ་ང་ཚོ་ཅིག་རླངས་འཁོར་རྫིག་པོ་སྐོར་ཁང་པ་རྫིག་པོ་ལ་བསྡད་ཡ་དེ་འདྲ་ཅིག་ཅུང་ཡོད་མ་རེད་ད་ཡིན་ན་ལས་ང་ཚོ་ཡག་པོ་བྱས་ཆོག་རང་གི་ལུས་འདོད་པའི་ལུས་ཀ་དེ།
ལུས་ཀ་དེ་ལུས་ཞིག་གཅིག་གི་ཆ་ནས་དགའ་ཞེན་རེད་རེད། གཉིས་ཀྱི་ཆ་ནས་ང་རང་ཚོ་ལ་ཅིག་ཡོང་སྒོ་ཅིག་ཡོད་དོ་མ་ཚད་ཀི་ད་བར་དུ་ཡིན་ན་ཕར་ཆེར་ང་ཚོ་དེའི་ནང་ལ་མི་འགོ་རྒྱ་ཡར་མེད་ཀྱི་ཕ་ས་ཕ་ཡུལ་གྱི་གཞོན་སྐྱེས་མང་པོ་ཅིག་འཛུལ་བཞུགས་བྱས་ནས་དེ་ལ་ཉམས་མྱོང་གསོག་ནས་ཁོ་རང་ཚོ་དེ་ནས་ལོ་གཅིག་བསྡད་ཁེལ་ཡོད་རེད་གཉིས་བསྡད་ཁེལ་ཡོད་རེད་གསུམ་བསྡད་ཁེལ་ཡོད་རེད་ལྔ་བསྡད་ཁེལ་ཡོད་རེད་ཕར་ཕྱིན་རྗེས་ནས་ཅིག་འདྲ་འདྲ་བརྒྱུད་དུ་མགྲོན་ཁང་ཞིག་གིས་གཟའ་ཁང་ཞིག་གིས་མང་པོ་ཡོད་ད་ལྟ་ཁོ་རང་ཚོ་གི་རང་ཁ་རང་གསོ་བྱས་ནས་ང་ཚོ་གི་རྒྱུད་བྱས་ནས་ཅིག་ཤེས་རིག་འཛིན་ན་ཆོག་རེད་མིན་ན་ཁོ་རང་ཚོ་གི་ཧུར་བརྩོན་ལ་བརྟེན་ན་ཁོ་རང་ཚོ་ལས་ཐོབ་པ་རེད་དེ་ནས་མང་པོ་ཡོད་རེད། ལགས་སོ་ལགས་སོ། དེའི་ཉམས་མྱོང་འགྲོ་དགོས་དེ་འདྲ་བྱས་ནས་དེ་ནི་གཅིག་ཡུལ་སྐོར་དུ་འདི་ན་འཕེལ་རྒྱས་མང་པོ་བྱུང་སྟེ་གཅིག་བྱས་ན་མི་བསམ་བློ་མང་པོ་རེད་དེ་ནི་གཉིས་པ་ཡིན་ན་ང་རང་གི་ཅིག་ད་ལོ་གསུམ་བརྩེགས་སྔོན་ལ། ད་གསུམ་གི་ཚེ་མ་རེད་པར་ལོ་ལྔ་དྲུག་ཅིག་ཆགས་བ་ས་རེད་འདི་གནམ་ས་གཟི་བརྗིད་ཀྱི་རྟགས་མ་སྟེ། དེ་ཡང་ང་རང་གི་གསར་གཏོད་ཀྱིས་གྲོང་དཀར་རྫོང་རེད་དེ་འདྲ་བྱས་ནས་ད་དཀར་མཛེས་ཁུལ་ལ་ཡིན་ན། ཕར་ཆེར་ཅིག་ངོས་ནས་ད་གནས་ཚང་གི་ལས་གཏོད་ཀྱི་སྒོ་ནས་ཡིན་ན་ད་ང་ཅིག་ཐེངས་དང་པོ་འགྲོ་འགྲོ་ལས་ཀ་དེ་འདྲ་མང་པོ་བྱས་ལུས་བསྡད་རེད་དེའི་གི་ཉམས་མྱོང་གི་ཁྲོད་ནས་ཡིན་ན་ཅིག། ད་དངོས་གནས་ཀྲང་ཉི་ཀི་ཅིག་ལྷག་སེམས་ཨམ་ཏག་ཙིན་ན་མི་འདུག་བློ་གཅིག་སེམས་གཅིག་གི་འདིའི་ལས་ཀ་དེ་གསར་བ་ཅིག་རེད་ད། འདི་གསར་བ་ཅིག་ཡིན་པ་མ་ཟད་འདི་ལ་ཆ་རྒྱུས་ཅིག་མ་ལོན་ན་འདི་ཡག་པོ་ཅིག་འགྲུབ་ས་མ་རེད་བསམ་སོང་གི་བསམ་བློ་གི་ད་བར་དུ་ལོ་བཅུ་འདྲ་ཅིག་ལ་ལས་ཡོང་སྟེ་ད་ད་རེས་སང་ཉིན་ཡིན་ན་ཅིག་ཚོང་ར་གི་ནང་ནས་ཕྱི་གི་ཚོང་ར་གི་ནང་ནས་ཅིག་ང་ཚོ།

ད་ང་ཚོ་ཅིག་ལ་མཚམས་མཚམས་ལ་སློབ་སྦྱོང་ཡིན་ན་འདྲ་མཚམས་མཚམས་ལ་དཔེ་ལྟ་ཡིན་ན་འདྲ་ཨ་ཅིག་དེ་འདྲ་བྱས་ནས་ལས་ཡོང་སྟེ་ད་སེམས་ལ་ཧ་ལས་བ་གི་ཅིག་དགའ་དགོས་པ་ད་ང་རང་ཚོ་གི་ལས་ཀ་དེ་ཅིག་སྒོར་མོ་གཅིག་པོ་ཙམ་དུ་མ་ཡིན་པ་གི་ཨ་རང་ས་རང་ཡུལ་གི་འདི་སྤྱི་ཚོགས་གི་ནང་ལ་ད་ཤུགས་རྐྱེན་རྫས་ན་མ་རྫས་ན་དངུལ་དང་རྒྱུ་ནི་ཡོང་དགོས་རེད་མ་གཏོགས་ཅི་དེ་ཀར་འགྲོ་བྱས་ནས་ང་ཅིག་སྒོར་མོ་མང་པོ་ཡོད་ཅིག་ཉིན་ཅིག་མང་པོ་ཅིག་བཟོ་བྱས་དེ་བཟོ་ཐུབ་ཡོད་མ་རེད་དེ་ཨ་ད་ཏག་ཏག་ཅིག་ཅིག་བཟོ་ཚོགས་གི་ལས་ཀ་གི་བྱ་བ་གི་མི་ཅིག་ལ་དེ་ཚོད་ཅིག།